ཆོས་སྟེང་ལ་ཡང་ད་ལྟ་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་རྣམ་པ་ཚོས་ཀྱིས་ཨ་ནི་ཚེ་སྒྲུབ་གནང་ཡ་རེད། ཨ་ནི་བརྟན་བཞུགས་དངོས་གཞི་དེ་ད་ལྟ་ཅིག་ད་དེའི་ནང་ལོགས་ལ་ཡང་པཱ་ལིའི་སྤྱི་རྒྱུད་བཙོན་པའི་གེ་སྟ་པཱ་ལིའི་གི་ཨ་ནི་ལུགས་ཀྱི་ཐོག་ནས་ཨ་ནི་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨ་ནི་བརྟན་བཞུགས་འདུག་ཟེར་ཞེས་མ་གྲགས་ཅིག་གཏོར་འབུལ་ཞུས་གནང་སོང། ད་ནས་བཤད་དེ་རིང་གོ་དོན་མཛད་སྒོ་དེའི་ཐོག་ལ་ཡིན་མིན་ན་ཁོང་སྐྱབས་མགོན་ཆེན་པོ་མཆོག་ནས་ད། གཙོ་བོ། སྐྱབས་མགོན་ཆེན་པོ་མཆོག་གིས་ཐོག་མར་བོད་ནང་ལོགས་ལ་ཡང་ལྟ་ཅིག་ལབ་སློབ་གཉེར་གནང་སྟངས་རེད་དང་ནས་བཞིན་རྒྱ་གར་ལ་ཡང་བཙན་བྱོལ་དུ་ཕེབས་དགོས་བྱུང་བའི་རྗེས་ལ་ཡང་རྒྱ་གར་གཞུང་གིས་ད་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་གནང་ཡག་ཐད་ལ་ཡང་མིག་ཤེལ་གྱིས་ལྟ་ཅིག་ཐུགས་ཁུར་དང་རྒྱབ་སྐྱོར་གནང་པ་ལ་སོགས་པའི་ཐོག་ནས་བཀའ་སློབ་མང་པོ་ཞིག་སྩལ་གནང་སོང། རྒྱ་གར་འཕགས་པའི་ཡུལ་གྱི་ནུབ་ཕྱོགས་ཀྱི་ད་ས་ཁུལ་དེ་ཨན་དྷ་རི་ཅེས། ཅེས་བཀའ་སྩལ་བར་ངའི་སྐྱེས་སྐར་བཟོ་ནས་མི་འདུག་དེ་འབྲེལ་གྱི་ཁྱེད་རང་ཚོས་དད་པའི་ཨེ་ནས་ཀུན་ནས་ལངས་ཏེ་ཨེ་ནས་ཅིག་ཚོགས་འདུ་འཚོགས་བྱས་འདུག་སུ་རེད་ཨེ་འདི་བའི་ནང་པའི་ཡུལ་གྲུ་ཁག་ནས་ཕེབས་པའི་བའི་དགེ་སློང་རྣམ་པ་ཚོ་དེ་ཕེབས་ཤག།

སེམས་ཤུགས་བསྐྱེད་ཡི་ཆེ། ཨེ་རེད་ང་ང་ཚོ་དེ་འཛོམས་པོ་རེད། ཨེ་རེད་ངའི་ངོས་ནས་ཆ་བཞག་ནས་ད། ལོ་དེ་ཡི་དེ་རིང་ནས་ཡར་དཔེ་ཆ་བལྟས། ཨེ་ནི། ཉིན་རེ་བཞིན་དུ་ཞོགས་ཀས་བྱང་ཆུ་ཁུ་སུམ་དང་སྟོང་གཉིས་ཀྱི་ལྟ་བ་སྒོམ་བྱས། མི་ཚེ་སྡུག་སྐྱེལ་གྱི་ཡོད། ཨེ་འདྲ་ད་རེས་ཏེ། ཡང་ཁྱེད་རང་ཚོ་བོད་ཆོས་གྲོགས་མང་པོ་གཅིག་ཏུ་སུ་རུག་རུག་བྱས་བྱུང་པོ་རེད་ཨེ་ནས་བོད་དགའ་པོ་ཞུ་བྱུང་ཐུགས་ཆེ་ཞེ་ནས་ཞུ་གི་ཡིན། དག་ནང་བཞིན་ད་རེས་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གོ་དོན་གསུང་ཚེ་རེད་དམིགས་བསལ་དུ་བརྟན་བཞུགས་གཏོར་འབུལ་ཞུ་དགོས་ཡག་གི་རེད་ད་ཅིག་གནད་དོན་དང་རྒྱུ་མཚན་གྱི་ཐོག་ལ་ཡང་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མཆོག་ནས་འདི་འདྲའི་གསུང་གནང་གི་འདུག།

གསུང་ཆོས་ཞུ་ཡག་གི་གོ་སྐབས་བྱུང་ནས་ད་ཆ་མི་ལོ་བཅོ་བརྒྱད་ལྷག་འགྲོ་གི་ཡོད་རེད། སོང་ཙང་ད་དེ་ནི་ལྷོ་སར་ཨེ་ཤེ་དད་ལྡན་རྣམ་པས་བྱམས་བརྩེ་ལྡན་པ་དང་ཤེས་རབ་ལྡན་པ་བློ་སྟོབས་དང་ལྡན་པའི་མི་ཚེ་ཞིག་སྐྱེལ་ཡག་ལ་ཡང་ལམ་སྟོན་གྱི་སྒྲོན་མེ་དང་སྟོབས་ཤུགས་དེ་ཆགས་བསྡད་ཡོད་རེད། སོང་ཙང་ད་དེ་རིང་གོ་སྒྲིག་ཚོགས་ཆུང་གི་ངོས་ནས་གོ་སྟོན་དང་བརྟན་བཞུགས་གོ་སྒྲིག་ཞུ་རྒྱུའི་གོ་སྐབས་བྱུང་བའི་དགའ་ཚོར་དེ་བརྗོད་དགོས་པ་ཞིག་རེད་ཤག། སོང་ཙང་དེ་རིང་གོ་དོན་དང་བསྟན་བཤིག་གོ་སྒྲིག་འདིའི་ཐོག་ལ་ཡང་གོང་ས་མཆོག་གི་བཀའ་དྲིན་མཚོན་ཕྱིར་དང། སྐུ་ཚེ་ཡུན་དུ་བརྟན་ཏེ་བསྟན་འགྲོའི་དོན་དུ་ཆོས་ཀྱི་འཁོར་ལོ་རྒྱུན་ཆད་མེད་པར་བསྐོར་བའི་ཆེད་དུ་བརྟན་བཞུགས་བསྟར་འབུལ་དང་སྡང་ན་ཞིང་ཡུལ་ལུང་སོ་སོའི་ངོས་ནས་གོ་དོན་གྱི་མཛད་སྒོ་འདིའི་ཐོག་ལ་ཡང་སྲོལ་རྒྱུན་གྱི་འཁྲབ་སྟོན་ཡང་མ་ཉུང་བ་ཞིག་ཡོད། དམིགས་བསལ་དུ་གོ་དོན་འདིའི་ཐོག་ལ་ཡང་ཕུད་པའི་གཟེངས་རྟགས་འདི་རེ་ཞིག་ཡིན་པས་ན་བྱམས་བརྩེའི་ལོ་སྲུང་རྩེའི་ཆེད་དུ་འབུལ་ལམ་ཞུས་པ་གཅིག་དང། དམིགས་བསལ་དུ་མགོན་པོ་གང་ཉིད་ཀྱིས་ད་ཆོས་ལུགས་རིས་མེད་དང་ཕོ་མོ་དབྱེ་མེད་རིགས་རུས་གཡོ་མེད་ཀྱི་འགྲོ་བ་ཡོངས་ལ་ཡང་དག་བླང་དོར་གྱི་ལམ་སྟོན་གནང་རྗེས་འཛམ་གླིང་ཞི་བདེར་འགོད་ཐབས་སོགས་ཀྱི་མཛེས་རྒྱན་རླབས་པོ་ཆེ་བཞེས་གནང་པ་སོགས་ཀྱི་བླ་ན་མེད་པའི་མཛད་རྗེས་ལ་ཡང་བཀའ་དྲིན་དང་ཡི་རངས་མཚོན་ཡང་གྱི་ཆེད་དུ་འབུལ་ལམ་ཞུས་པ་ཡིན་ཞེས་སོགས་གསུངས་གནང་སོང། དེ་དང་ཕྱོགས་མཚུངས་ཀྱིས་ད་དེ་རིང་གི་གོ་སྟོན་དང་བརྟན་བཞུགས་མཛད་སྒོ་འདིའི་ཐོག་ལ་ཡིན་པའི་ཡིན་ན་ཨ་ནི་ཁོང་སི་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་བཅུ་གཅིག་ཐུན་མོང་ཐོག་ནས་ཨ་ནི་གཟེངས་རྟགས་འདི་འདྲའི་ཡིན་པའི་ནས་ཁག་ཅིག་བསྟར་འབུལ་ཞུས་གནང་སོང། དང་དེ་བཞིན་ད་དེ་རིང་གི་མཛད་སྒོ་འདིའི་ཐོག་ལ་ཡིན་པའི་ཡིན་ན་ཨ་ནི་རྒྱལ་ཁབ་དེ་ཚོའི་ནང་ལོགས་སོ་སོའི་གི་སྲོལ་རྒྱུན་གི་རིག་གཞུང་འདི་འདྲའི་ཡིན་པའི་ནས་འཁྲབ་སྟོན་མི་ཉུང་བ་བྱས་གནང་སོང། དག་ན་ཞེས་དེ་རིང་གི་མཛད་སྒོ་འདིའི་ཐོག་ལ་ཡིན་མིན་ན་རྒྱལ་ཁབ་དེ་གའི་ནས་གནད་ཡོད་མི་སྣ་མང་པོ་ཅིག་ཡའི་ཆེད་དུ་དེ་ལ་ཡང་བཅར་གནང་རྗེས་ཨ་ནི་མཛད་སྒོ་ལ་དབུ་བཞུགས་གནང་ཡ་རེད་ཨ་ནི་དམིགས་བསལ་དུ་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡིག་ཐོག་ནས་རེད་ངག་ཐོག་ནས་དེ་འདི་གའི་འཚམས་འདྲི་ཞུས་པ་མང་པོ་བྱུང་ཤག་ཨ་ནི་དེ་དང་ཕྱོགས་མཚུངས་ཀྱང་ད་ད་རིང་གི་མཛད་སྒོ་འདིའི་ཐོག་ལ་ཡིན་མིན་ན་ལྷོ་ཤར་ཨེ་ཤི་ཡའི་རང་ནས་ཆེད་དུ་བཅར་མཁན། མི་གྲངས་ཆིག་སྟོང་ཉིས་བརྒྱ་བརྒལ་གྱི་འདུག་ལ་བྲག་ནང་ཤེས་ས་ནས་རྡ་རམ་ས་ལའི་ཁུལ་གྱི་མི་མང་རེད་ཨ་ནི་སེར་སྐྱ་མི་མང་སྟོང་ཕྲག་མང་པོ་ཞིག་ད་ལྟ་ཐེག་ཆེན་ཆོས་ལེགས་གཙུག་ལག་ཁང་ལ་ཡར་འཛོམས་རྗེས་སྐབས་དེ་རིང་གི་མཛད་སྒོ་དེ་དྲ་རྒྱ་ངས་དུག་ཤལ་ལེགས་པར་གྲུབ་གནང་སོང།